ཨན་དེ་ད་རིང་གི་དོན་ཚིག་དེ་ག་རེད་ལབ་བས་ན། ཨན་ང་རང་ཚོ་དབུས་ལོ་དུ་འོས་བསྡུ་ལྷན་ཁང་གི་སྒོས་ནས་ཨ་ནེ་ཁོ་རང་ཚོ་གི་ཡང་དག་འོས་བསྡུ་གི་སྒྲིག་གཞི་མང་པོ་ཅིག་བཀོད་འདུག་ཨ། ད་དངོས་གནས་ང་རང་ཚོ་གི་སྤྱི་ཚོགས་ནང་ལོགས་ལ YouTube གི Channel ཟིན་ནས་དེ་སྔའི་མང་པོ་ཅིག་ཡོད་རེད་ཨ་ནེ་ཁོ་རང་ཚོ་གི་བྱུང་ན། དེ་དེ་སྒྲིག་གཞི་དེ་ཚོ་མ་གཅིག་སྐྱོ། ཨ་ནི་ང་རང་ཚོའི་སྤྱི་ཚོགས་ནང་ལོགས་ལ་ག་རི་ག་རི་བྱུང་བསྡད་འདུག་དེ་ཚོ་གང་ལ་དོན་སྣང་ཅིག་བྱས་ནས་ཨ་ནི་དེ་གང་ལ། མི་མང་ལ་གསལ་བཤད་ཅིག་དང་གོ་རྟོགས་ཅིག་དང་ཨ་ནི། སྤྱི་ཚོགས་ནང་གཙང་མ་ཅིག་བཟོས་ཐུབ་ན་དེ་ཕན་ཐོགས་ཆེན་པོ་ཡོང་རོགས་ཨ། མོ་ཧོ་ཨ་བོད་ཡིག་ཡག་པོ་ཤེས་ཀྱི་ཡོད་ཨ་བོད་སྐད་ཡག་པོ་ཤེས་ཀྱི་ཡོད་ལ་ནི་ཨ་ནི། སྤྱི་ཚོགས་ནང་ལོགས་ལ་མ་ཉེས་ཁ་ཡོག་རྐྱང་རྐྱང་བྱས་ནས་བསྡད་པ་ལས། འདིས་སྒྲིག་གཞི་འདི་ཚོ་མ་སྐྱོར་རོགས་བྱས་ན་ཡག་པོ་འདུག་ཨ། ཡིན་ནས་ངས་ད་རིང་ངེད་ཀྱིས་སྒྲིག་གཞི་འདི་སློག་བ་ཡིན་ན་རིང་པོ་བཞི་པོ་ཡོད་རེད་ཨ། དེ་ཕྱིར་ངེད་ཀྱིས་ད་ལྟ་དེ་ལ་དོན་རྩོད་ཨ། ལིའུ་ཞི་པགས་ཀྱིས། དོན་རྩོད་སོ་དགུ་པར། ཨ་ནི། སྒྲིག་གཞི་ཁ་ཤས་ཤིག་འདུག་དེ་དེ་ངས་ཡིན་གཅིག་མིན་གཅིག་ཅིག་སྐྱོག་ཐུ་བ་བྱེད་དགོ་བསམས་སོང་ཨ་འདི་དང་མཉམ་དུ་ང་རང་ཚོ་གི་སྤྱི་ཚོགས་ནང་ལོག་ལ་ཡོང་དང་ཡོང་ཞེས་པའི་གི་སྒང་ལ་མི་མང་ལ་གོ་རྟོགས་གསལ་དེ་དཔེ་གལ་ཆེན་པོ་འདུག་ག་ལ་ན་ང་ང་རང་གི་མིག་གི་མཐོང་དེ་ལོ་བཞི་བསྡད་བའི་གི་མིག་མཐོང་སའི་ལག་ཁའི་ནང་ལ་དེ་ག་རེ་མཐོང་བ་ཞིག་འདུག་ལབ་པ་ཡིན་ན། སྤྱི་ཚོགས་ནང་ལོག་ལ།

ར་བ། སོ་སོ་གི་འགན་ཁུར་ནས་ཨ་ནི་སྤྱི་ཚོགས་ནང་ལོགས་ལ་ཕན་ཐོགས་ཅིག་བྱུང་ན་ས་ལ་ནས་ཨ་ནི་ངས་འདི་གང་ལ། བཤད་ཀྱི་ཡོད་མ་གཏོགས་ངས་ངོ་རྒོལ་གྱི་རྣམ་པ་རྩ་བ་ཉིད་ནས་མེད་ས་ལ་ནས་ངས་འོ་དེ་ཅིའི་ཞུ་ཡ་ཡིན་ར་བ། ད་དེ་དེ་ད་རིང་གི་དེ་དེ། ལིའུ་ཞི་པཱ་གྱི་ཨ་ནི་དོན་ཚན་སོ་དགུ་པ་རེད་ཤག་དེ་ནང་ལོགས་ལ་གར་བཀོད་ཤག་ལ་ན་བོད་མི་མང་སྤྱི་འཐུས་ཀྱི་འོས་ཚོས་ས་ཨ་ནི། བོད་མི་མང་སྤྱི་འཐུས་ཀྱི་འོས་གཞིར་ཞུགས་པ་ལགས། ཨ་ནི། བོད་མི་མང་སྤྱི་འཐུས་ཀྱི Candidate ཆགས་ཡ་ལགས། ཨ་ནི། དེའི་ནང་ལོགས་ལ་ག་རེ་དགོས་ལ་ན། བོད་ཀྱི་ཡུལ་མི་ཡིན་པ་དེ་དག་ཡིན་ག་རེ་བ། བོད་བོད་པ་ཡིན་པ་ཆགས་དགོས་རེད། ཨ་ནི་རང་ལོགས་ཉི་ཤུ་རྩ་ལྔ། ཧྲིལ་པོ་ལོན་པ། ཅིག་ཆགས་དགོས་ཀྱི་ཡོད་རེད། དེ་ག་གཅིག་པུ་ཚེ་ག་མ་རེད་ཁྲིམས་ཁྲིམས་ཁང། ངམ། སྨན་པ་ཚད་ལྡན་གྱི་རིག་རྩལ་མ་ཟིན་པ་གསལ་བསྒྲགས་བྱས་པ་མ་ཡིན་པ་ས། ད་འདི་ལ་འདི་ག་ལ་ཁྲིམས་ཁང་དང་ཨ་ནི་ག་ལ་འོ་རེད། སྨན་པ་གི་སྨན་པ་ཚད་ལྡན་ལ་ན་ད like you know professional doctors གི་རྩ་ནས་ཨ་ནི་ཡི་གེ་ཡོད་རྒྱུ་འོ་འདྲེ་ཡོད། ཁོ་བདེ་བོ་ཡོད་མ་རེད་ཐང་པོ་ཡོད་མ་རེད་ལས་འགྲོ་འུ་ད་ཨ་ནི་ག་ལ་འོ་རེད།

མ་ཐུབ་པ་མ་ཡིན་པ་ད་ངས་མི་སྐྱོ་བོར་ད་ལོ། འོ་དེ་རེད་ཨ་ནེ་བུ་ལེན་མཇལ་མ་ཐུབ་སྐྱོ་དེ་འདྲས་ཡིན་པ་ཡིན་ནའས་ལ་ལ་ཞེས། ཨ་དེ་ནས་ཁྲིམས་ཁང་ནས་ནག་ཉེས་ཕོག་ཟིན་མ་ཡིན་པ་ཨ་ནེ་ཁྲིམས་ཁང་ནས་མི་དེ་ཨ་ནེ་ནག་ཉེས་མ་ཕོག་པ་དེ་འདྲས་གོ་ཅིག་གོ་བོ་རེད་ལ་ཞེས། ད་ངས་དེ་ལ་ཤེས་པ་ཅིག་ག་རེ་བྱ་ཡ་ཡིན་ལབ་པ་ཡིན་ནའང། ངེད་ཀྱིས་ད་ལྟ་དེ་ཅིག blue line ཅིག་དེ་དེ

དེ་སྒྲིག་གཞིའི་ནང་མོ་ལ་གར་ལ་དབོར་ལ་ན། ཁྲིམས་ལ་སྐྱེ་ནས་ཨ་ནི། ཁྲིམས་ལ་སྐྱེ་བ་མ་ཟད་ཁྲིམས་ལ་སྐྱེ་ནས་གཅིག་པུ་འགྲིག་ཡོང་མ་ཐག། ཡེ་གེའི་སྒང་ནས་ཁྲིམས་ཐོག་གི་སྒང་ནས་ཨ་ནི་བད་ཀོ་ར Declare བྱེད་དགོས་ཀྱི་རེད། ཕ་གི་མི་དེ Guilty རེད་ལ་ནི། ཨ་ནི་གཅིག་པུ Candidate ལ་ལངས་ཆོག་གི་མེད་ལ་དབོར། ད། ང་ཚོའི་སྤྱི་ཚོགས་ནང་ལོགས་ལ་ཁྲིམས་ལ་སྐྱེ་ངེས་ཀྱི་ཡོད་བ་ཡིན་པ་ཡིན་ན་ང་ཚོ་སྤྱི་ཚོགས་ནང་ལོགས་ཀྱི་མི་གི་ཁ་དེ་ལ་བལྟ་བ་ཡིན་ན་ཁྲིམས་ལ་སྐྱེ་ངེས་ཀྱི་ཡོད་བ་ཡིན་ན། ང་ཚོ་སྤྱི་ཚོགས་ནང་ལོགས་ལ་ད་ལྟ་བར་དུ་བྱུང་བསྡད་ཡོད་ཀྱི་རྙོག་དྲ་དེ་ཡོང་གི་པོ་རང་མ་རེད་ཡིན་ནོ།

དཔལ་འབྱོར་གནས་གི་རེད། འགྲོ་སོང་གནས་གི་རེད། དུས་ཚོད་གནས་གི་རེད། ཨ། ད་ག་ན་ཞིག་སོ་སོ་གི་སེམས་ཁང་འཁྲུག་ཐེངས་བདེ་བོ་མེད་པ་དེ་ག་ན་ཞིག་ཆགས་གི་རེད། སོ་སོ་གི་ཁྱབ་ཡོངས་ལ་ཡོད་བྱ་བའི་གི་ནང་མི་དང་པིན་པིན་སྐྱ་དང་གྲོགས་གྲོགས་མོ་དང་གང་ག་ཁོ་རང་ཚོ་ཚང་མ་ལ་དཀའ་ངལ་འཕྲད་གི་རེད། དེ་ཡིན་ཙང་ཁྲིམས་ཁང་ལ་སྐད་ཐུག་གི་ཡོང་མ་རེད་མ་གཏོགས་ཁྲིམས་ཁང་ལ་སྐད་ཐུག་གི་ཡོད་པ་ཡིན་ན། ད་རིང་གི་གནས་སྟངས་ལ་ང་རང་ཚོ་གི་སྤྱི་ཚོགས་ནང་ལོགས་ལ་རྙོག་དྲ་དེ་ག་ཆགས་ཀྱི་མ་རེད། ཡུ་ནོ། གཅིག་ནི་ང་རང་ཚོ་ཨ་རིའི་སྡེ་བ་ལ་བསྡད་ཀྱི་ཡོད་ན་ཨ་རིའི་གི་ཁྲིམས་ཁང་ལ་བསྟུད་ཡག་ལ་དཔལ་འབྱོར་ད་ག་ནང་བཞིན་འགོ་གི་ཡོད་རེད། དེ་ནི་ང་ཚོ་ལ་ཡོད་མ་རེད་ར་བ། དྲང་པོ་བཤད་ན། ཨ་ནི་ཡོ་རོབ་ཁག་ལ་ཡོད་མེད་ན་ཡོ་རོབ་ཁག་ལ་ད་ག་ནང་བཞིན་འགྲོ་སོང་བཏང་འགོ་གི་ཡོད་རེད། ད་རྒྱ་གར་ལ་ལ་དེ་ག་ན་རྒྱ་གར་ལ་ང་ཚོ་ཁྲིམས་ཐོག་བསྟུད་ན་དཔལ་དཔལ་འབྱོར་ད་ག་ནང་བཞིན་འགྲོ་གི་རེད། Lawyers ལ་ཚ་བའི་རྗེས་ལ་དཔེ་ཤར་སྤྲད་རྐྱང་རེད་སྤྲད་རྐྱང་རེད། ད་ང་རང་ཚོ་གི་ཡོད་པའི་གི་ཨ་ནི་ཀྲི་ཨེ་ལེ་ཇི་ཡོར་མེ་གའི་ལ་རྡ་རམ་ས་ལ་ལ་ར། ད་ཀྲི་ཨེ་ལེ་གི་ལས་ཀ་དེ་འདྲའི་ལས་འགུལ་ག་ཅིང་སྤིག་མེ་ཡིན་ན་དེ་ངས་འགོ་ཚུགས་མ་སོང་ར་བ་དངོས་གནས། Volunteer བྱས་ནས་ཨ་ནི་དང་ལ་དོན་ནི་ཨ་ནི། ཁྲིམས་གི་ལས་ཀ་འདི་ཚོ་རེ་རེ་གཉིས་གཉིས་ཁད་ཀྱི་ལས་ཡོད་ན་ཨ་ནི་ང་རང་ཚོ་གི་ཁྲི་ག་ས་ཁྲིམས་ཞིབ་ཁང་དེ་ཨ་ནི།

ནང་འགོག་གི་སྐད་ཆ་རོ། ནང་འགོག་གི་སྐད་ཆ་དེ་ཁྲིམས་ཐོག་ལ་དེ་འདྲའི་འདྲ་བོ་གས་ད་ང་ཚོ་རྡ་རམ་ས་ལར་བཀྲིས་ཨེ་ལི་ཡོར་དེ་འདྲའི་འདྲ་བོ་གས་རྒན་ཁྱི་ཨ་ནི་ཁྲིམས་གཞི་ཁང་ལ་གཏུགས་བྱས་པ་ཡིན་ན་ཨང་ཁྲིམས་གཞི་ཁ་ཡ་བེད་སྤྱོད་ཡོད་བ་ཨ་ནི་མི་གས་བཀྲིས་ཨེ་ལི་ནང་ལོགས་ལ་ཡོད་རྒྱུ Lawyers མཛོད་བེད་སྤྱོད་ཡོད་བ་ཨང་ང་ཚོ་བོད་མི་མང་ལས་ཕན་ཐོག་བ་ཨ་ནི་ང་ཚོ་སྤྱི་ཚོགས་ནང་ལོགས་ལ་རྙོག་དྲ་དེ་ག་ལྷག་རེད་བསམ་གོ་མི་འདུག་ད་ད་ལྟ་ཡིན་པ་ཡིན་ནའི་ང་རང་ཚོ་སྤྱི་ཚོགས་ནང་ལོགས་ལ

ནས་ཨ་ནི་བད་ཁོ་ར་གསལ་བཤད་བྱས་ནས་ཨ་རི་ཁོ་ནང་ངེས་ཡོད་ལས་འགྲོ་དེ་འདྲས་ཀྱི་ཡོད་པ་ཡིན་ན Candidate ལ་ལངས་ཆོག་མ་རེད་ལ་བར་ད་ང་ཚོ་སྤྱི་ཚོགས་ནང་ལོགས་ལ་ཨ་ལས་དང་པོ་ཁྲིམས་ཐོག་ནས་ཨ་ཁོ་ནང་ངེས་ཕོག་ཡོད་ལ་ནི་ལ་ཡ་ཕ་ཚེ་ཕ་རེད་ཁྲིམས་ཐོག་ལ་གཏུག་ཐུག་ཡ་ལས་དཀའ་ལས་ཁག་པོ་ཆེ་བོར། ད་ང་རང་འདྲ་བོ་སྦྱིན་པ་ཡིན་ན་ངས་ཁ་ཟས་པར་རིས་སྡེ་བ་ལ་འགྲོ་འོང་ནས་ཨ་ནི་ཡོ་རོབ་ཁ་སྡེ་བ་ལ་འགྲོ་འོང་ནས་ཁྲིམས་ཐོག་གཏུགས་བཞག་ཡོད་ལ་ཡིན་པ་དེ་དེ་ད་ལྟ་ཡང་གཏུགས་བཞག་ཡོད་དེ་ནས་ད་ལས་ཀ་ག་འདྲས་སུ་འགྲོ་གི་ཡོད་དང་འགྲོ་གི་མེད་དེ་ད་འདོད་སྒོར་སེལ་བ་རེད་ད་འདོད་ཡིན་ནས་དུས་ཚོད་སླེ་སེལ་བ་རེད་དེ་ད་ག་བ་ག་སྐད་ཆ་མ་རེད་རྒྱ་ཁབ་དང་རྒྱ་ཁབ་གང་ལ་སྐད་ཆ་སླེ་ཡོད་དེ་གང་ན་དེ་སྒོར་སེལ་བ་རེད།

བར་དུ་མ་བལྟ་བར་བྱས། གནས་སྐབས་རིང་ང་ལ་ང་རང་ཚོ་གི་སྤྱི་ཚོགས་ནང་གོ་ལ། ཨ། དངོས་གནས་ད་མི་མང་ལ་ཡང་གོ་བ་ཡིན་ད། མི་མང་ཁྱེད་རང་ཚོ་ཡིན་པ་ཡིན་ནས་སོ་སོ་གས་ཁ་དེ་དག་པོ་རྒྱག་དགོས་རེད་མ་གཏོགས་གཅིག་གིས་གཅིག་ལ་ག་འཇུག་མ་འཇུག་བཤད་ནས་འགྲོ་བ་ཡིན་ན་ཏག་ཏག་བསྡད་ཀྱི་མ་རེད་ད་ཨ་སི་ལ་ནི། ཨ་ནི་འོས་བསྡུ་ལྷན་ཁང་གི་རྒྱུན་ནི་ཡིན་པ་ཡིན་ནས་དེ་འདྲའི་དྲ་རྒྱ་ནང་ལོགས་ལ་གོ་བ་ཙམ་ལ་མི་བལྟས་གཅིག་གིས་གཅིག་ལ་ཨ་ནི། ག་ལ་འོ་རེད་ཁྱོད་རང་ལྐོག་ཟ་རིགས་གསུམ་བྱས་ར་ལས་འགྲོ་ཁྱོད་རང་རྐུ་མ་རྒྱར་ལས་འགྲོ་ད་ད་ད་ག་འཇུག་མ་འཇུག་ཡོད་རེད་བ་དེ་ཚོ་ཚང་མ་ལ། ཁོ་ཚོ་ལ་ཡག་མེད་ན་འོས་བླུགས་མོ་ཆོག་ཡག་འོས་ལང་གི་ཡོད་ན་ལང་མོ་ཆོག་ཡག་གི་བཀག་སྡོམ་ཅིག་བྱེད་ཐུབ་ན་དེས་ང་ཚོ་གནས་སྐབས་རེ་ལྔ་ལ་སྤྱི་ཚོགས་འདི་ལ་ཨ་ནི་གོ་བ་ཆེན་པོ་ཅིག་བརྡ་ལན་ཆེན་པོ་ཅིག་འགྲོ་གི་རེད་བསམ་གྱི་འདུག་མ་གཏོགས་ང་ཚོ་སྤྱི་ཚོགས་ནང་ལོགས་ལ་ད་ལྟ་བར་དུ་བསྡད་པའི་རིང་འདི་ལ་དཀའ་ངལ་གང་ག་ག་རེ་ལ་ན་ཨ་སྙེ་མ་ཅིག་གིས་བཤད་ཀྱི་འདུག་དེ་ལ་ཨེ་འདྲས་བྱས་པ་རེད་ཕ་འདྲས་བྱས་པ་རེད་དེ་འདྲས་ཀྱང་ཀྱང་རེད་མ་གཏོགས་ཁྲིམས་ལ་གཏུགས་ཐུག་ཡོད་རེད་ལ་ན་གཏུགས་ཐུག་ཡོད་མ་རེད་དཔེར་ན་ཆ་བཞག་ན། ངས་ཁྱོད་རང་ཚོར་ག་རེ་གཅིག་སྟོན་ཡིན་ལབ་པ་ཡིན་ན། ཁོ་རང་ཡིན་པ་ཡིན་ན། ཚེ་རིང། ཚེ་རིང་ལེན་གྲུབ་རེད་ཨང་ཚེ་རིང་ལེན་གྲུབ I hope you don't mind ཨ་ནི། དེ་ཉིས་སྟོང་ཉི་ཤུ་རྩེ་ལྔ་གི་ཨ་ནི། January February དེ་བ་གཅིག་ལ་རེད། ཕ་ཆེ་ཉིས་སྟོང་ཉི་ཤུ་རྩ་བཞི་གི December ཨེ་འདྲས་གཅིག་ལ་ཡིན་ས་ཡོད། ཨ་ཉི་འབུམ་གྱི། བོད་རིགས་སྤྱི་མཐུན་ཚོགས་པ་ལ། སྐད་རྒྱག་དང་རྒྱག་བཞིན་པའི་སྐབས་ལ་ཨ་ནེ Justice for ཉོས་འབུམ་ལགས་ནས་རྒྱུགས་འབྲོང་ངས YouTubers མང་པོ་ཞི་བ་བྱས་ཡོད་རེད་ད་ད་རིང་གི་ཉིན་མོ་ལ་ཁྱོད་རང་ཚོ་གཉིད་སད་ཀྱི་དུས་ཚོད་རེད་ད་ད་ད་རིང་གི་ཉིན་མོ་ལ་ཁྱོད་རང་ཚོ་གི་ལས་ཀའི་དེ་ག་རེད་ལབ་པ་ཡིན་ན་རྟག་པར་རེ་ཞིག་སྤྱི་ཚོགས་ཀྱི་དྲ་རྒྱ་ནང་ལོགས་ལ་བཀའ་དྲིན་བཟོས་ཡོད་ནི་ཨ་ནེ Justice for this and Justice for that རྐྱང་རྐྱང་ལབ་ནས་འགྲོ་མ་བདེ་བ་བྱས་ད་རིང་གི་ཉིན་མོ་ལ་ང་ཚོ་སྤྱི་ཚོགས་ནང་ལོགས་ལ་རྙོག་གླིང་འདི་དང་དེ་འདྲ་བོ་དེ་ག་བ་ནས་སླེབས་ཀྱི་འདུག་གར་ཅི་ནས་སླེབས་ཀྱི་འདུག་དེ་ཚོ་དེ་སེལ་ཐབས་ག་འདྲས་སུ་བྱེད་དགོས་ཀྱི་འདུག་ད་མི་མང་ལ་ཞབས་ཕྱི་ཞུ་གི་ཡིན་ལབ་པ་ཡིན་ན

བཅུད་བསྡུས་ནང་ལོགས་ལ་དེ་འདྲའི་དགྲ་བོ་མི་དེ་ཚོ་བསླད་སོང་ན། ཨཱ་ནི། བཅུད་བསྡུས་ལ་ཡིད་ཆེས་མེད་ལ་ནི་ལ་དགོས་ཅིག་གི་ཉིན་མོ་ཤ་སར་དག་ལ་ནི་ལ་དུས་གང་ལ། ད་དེ་གི་གར་སྟོན་སྐོར་ལ་དུས་གང་ལ། ང་ཚོ་སྤྱི་ཚོགས་ནང་ལོགས་ལ་མི་ག་འཇུ་མ་འཇུ་དེ་འདྲའི་བཅུད་བསྡུས་གང་ལ་འོས་ཤོག་ལང་ཀ་བསླེག་འདུག། དེ་ཡིན་དུས་གང་ལ་རྟག་པ་བསྡད་གི་མི་འདུག་ལ་ད་ལྟ་མིང་ཁོ་རང་གི་བཏོན་སོ། དེ་ཡང་ཁྱེད་རང་ཚོ་གི་མཁྱེན་པ་ཕྱིན། ཨཱ་ནི་དེ་འདྲས་ཡིན་དུས་གང་ལ། དེ་དེ་ངེས་ཀྱི་ད་ཁ་ལག་རེད། དབུས་འོས་བསྡུ་ལྷན་ཁང་གི་ཁོ་རང་ཚོ་ལས་ད་ངོ་རྒོལ་གྱི་རྣམ་པ་མེད་པ་ཆེད་ངེས་ཀྱི་དྲི་བ་རང་ཡིན། དེ་འདྲའི་དགྲ་བོ་དེ་ཚོ་ཨ་ནི་ང་ཚོ་ག་འདྲའི་གཙང་མ་ཆགས་ཀྱི་རེད་བས། ད་ཚེ་རིང་གླིང་སྒྲུང་འདྲ་པོ་ཡིན་ན་དེ་དུས་ག་ལ་ཡིན་ཁོ་རང་གི་དེའི live འགྲོ་དང་འགྲོ་བཞིན་པའི་སྐབས་ལ་ཁོ་རང་ག་ལ་ལ་ན་ང་ཁྲིམས་ལ་སྐྱེལ་གྱི་ཡིན་ད་སྐྱེལ་གྱི་ཡིན་ད་ལ་ནི་ཁོ་རང་གི page ནང་ལོགས་ལ་ད་ལྟའི་ཡོད་རེད། ཁྲིམས་ལ་སྐྱེལ་གྱི་ཡིན་ད་ལ་ནི་ཡིན་ནས་ཁྲིམས་ལ་སྐྱེལ་གྱི་ཡིན་ད་ལ་ནི་མིག་གི་ལ་བ་རེད་འུ་ཐུག་ནི་ལ་གོ་རེད་མ་ལ་རང་ལ་ཀ་མེད་ཐུག་གི་ཡོད་རེད། ཡིན་ན་ཡང་ཁྲིམས་ལ་སྐྱོ་ཐུག་རེད་བས་ལ་དེ་གང་སྟེར་དུས་ཚོད་ཀྱི་འགྲོ་གི་འོག་རེད་དཔལ་འབྱོར་གྱི་འགྲོ་གི་འོག་རེད་ཨ་ནི་སྤྱི་པ་གི་འགན་དེ་གང་ག་མི་གཅིག་གི་ཁྱི་སྐྱོ་ན་ཞིག་བྱས་ནས་ཨ་ནི་ཁོ་གི་འགྲོ་སོང་བཏང་ཁོ་གི་ཨ་ག་ས་དུས་ཚོད་བཏང་གང་ག་བྱས་ནི་དེ་གང་ག་བྱིང་མ་རོགས་དེ་འདྲས་ཡིན་ཙང་ང་ཚོ་ཁྲིམས་པ་དོ་སླེབས་མ་ཐུ་ཡ་གི་རྒྱུ་པ་རྒྱུ་མཚན་ཡང་འདི་ཆགས་འོག་རེད་ཨ་ནི་ཕྱོགས་གཅིག་ནས་བལྟ་བ་ཡིན་ན་ཡི་གེ་གང་ནས་ཡང་ཁྲིམས་ཐོག་གི་གང་ནས་ཡི་གེ་དེ་འདྲས་ཅིག་མེད་པ་ཡིན་ན་ཨ་ནི་ང་ཚོ་བདག་པོ་རྒྱག་གི་མ་རེད་ལ་དེ་གང་ལ་ཡང་དེས་ཆབ་སྲིད་ནག་པོ་སྒྲོག་ཅིང་ཡང་མ་མཐོང་བ་ཡང་མི་འདུག་ལས་བྱ་ཡང། ངོ་བོ་རྣམ་པ་མེད་དེ་ཡིན་ན་ཡང་ངའི་གོ་བ་རང་ཡིན། དེ་འདྲས་ཡིན་དུས་གང་ལ། ང་རང་ཚོ་གི་སྤྱི་ཚོགས་ནང་ལོགས་ལ་དེ་དང་དེའི་འདྲ་བོ་གི་རྙོག་དྲ་མང་པོ་བརྗོད་ཡོང་རེད་ཨ་ནི་དཔེར་ན་ཆ་བྱས་ན་ཀུན་དགའ་འཕྲིན་ལས་ཁོ་རང་ཡིན་པ་ཡིན་ན་རེད། ཨ་ཅར་ཡེ་ཤེས་ཕུན་ཚོགས་ཁོ་རང་ཚོ་ཡིན་པ་ཡིན་ན་རེད་དེ་དང་དེའི་འདྲ་བོ་ལངས་ནི་སུ་དང་སུ་ཡིན་པ་ཡིན་ན་རེད། ཁོ་རང་ཚོ་འདྲ་བོ་ཡིན་པ་ཡིན་ནས་ད་རིང་གི་ཉིན་མོ་ལ་སོ་སོ་སོ་སོ་ལ་གཙང་མ་བཟོ་ཡ་གི་དུས་ཚོད་ཅིག་རག་འོ་རེད། རང་སྒེར་སོ་སོ་སོ་ལ་འགན་ཅི་ཡོད་རོགས། སྤྱི་ཚོགས་ནང་ལོགས་ལ་ཨེ་འདྲས་ཡོངས་གྲགས་རེད་འདུག་གོ་དེ་དེ་འདྲས་ཡོངས་གྲགས་རེད་འདུག་ལས་དུས་གང་ལ་དེ་ཚོ་གང་ག་ལ་གཙང་མ་བཟོ་ཡས་ཀྱི་འགན་བྱས་ཡོད། ཨེ་ང་འདྲ་བོ་ཅིག་ཡིན་པ་ཡིན་ནའི་ངས་སྐབས་ཅིག་ལ། ཀུན་དགའ་འཕྲིན་ལས་ཀྱི་པར་དེ་ཁོ་རང་གི་པར་ཟུར་ཅིག་ལ་བྱས་ཟུར་ཅིག་ལ་ཨ་ནི་ཁོས་ཀྱི་རིལ་སྟེར་གང་ལ་མི་མང་པོ་ལ་ཁར་ས་འགོ་བཏོ་ཡོད་ཀྱོ་འདྲ་བོ་དང་མི་མང་པོ་ལ་འགོག་བཏང་དཔེ་ཤ་ཟ་ཀྱོ་འདྲ་བོ་དང་ཨ་ནི Social Security གང་ལ་ཁོས་ཀྱི་ཚོང་རྒྱག་ཀྱོ་དང་དེ་འདྲས་མང་པོ་ཅིག་གི་ཡི་གི་ཐོག་རྒྱག་ཀྱོ་དེ་འདྲས་ཅིག་ངས་ཀྱི་བཀྲ་མིན། འདི་ང་ལ་མི་མང་ཙམ་ནས་རག་སོང་རོ། འདི་ང་ལ་དཔང་རྟགས་ཡོད་མེད་དེ་འདི་ངས་རྗེས་ལ་བསྟན་དགོས་རེད་ཨ་ལེ་དང་པོ་ངེད་ཀྱི་དགོས་ཡ་དེ་ཀུན་དགའ་ཁྲི་ལས་ཁོ་རང་རང་གི་ཁ་ནས་ཨ་འདི་སྐད་ཆ་དེ་མ་བཏོན་ནས་ཨ་ནི་དེ་ཡིན་དང་མེད་ལ་ནི་གཙང་མ་བཟོས་དགོས་རེད་མ་གཏོགས་ཁྱོད་རང། སོ་སོ་ལ་དེ་ག་ཞིག་གི་ནག་ཉེས་ཡོད་ནས་ཨ་ནི་ཡང་སྤྱི་འཐུས་གང་ལ་ལང་ཀ་སླེབས་པ་ཡིན་ན་མི་ཁྱེད་རང་འདྲ་བོ་གི་བྱས་ནས་ཡང་ང་ཚོ་གཞན་པ་སྤྱི་འཐུས་ལང་ངེ་དེ་ཚོ་ལ་ནག་ཉེས་ཕོག་མ་སོས་བ་མ་རེད་དཔེར་ན་ཆ་བཤད་ན།

དངོས་གནས་བྱས་ན་བློས་འགྲོ་དགོས་ངེས་འདི། སྨོན་ལམ་ད་གཅིག་ཁོ་རང་ཆགས་འོར། ཡིན་ནས་ཁོ་མ་འགྲོ་ནི་གཞན་པ་དེ་ཚོ་གི་བློས་གོ་ཁེ་སོང་ན་ང་རང་ཚོ་གི་ཆབ་སྲིད་འདི་ད་ག་རང་ལ་འཕྲོ་བརླག་འགྲོ་སོང་བ། དེ་ཡིན་ཙང་ཁོ་ཚོ་གི་བློས་བཏང་ཕོད་གི་ཡོད་མ་རེད། རྒྱུ་མཚན་གཅིག་བདལ་ཐུབ་གི་ཡོད། དེ་ཡིན་དེ་གང་ལ། ང་རང་ཚོ་དེ་འདྲའི་དགྲ་བོ་གྲོས་ཚོགས་ནང་ལོགས་ལ་ཡང་སྲིད་ཡང་སྲིད་མ་ཆགས་ན་ལ་ནི་དང་པོ་ནས་རང་ང་ཚོ་གྲོས་ཚོགས་ནང་ལོགས་ལ་ཡག་འཛུལ་ངེས་ཁོ་རང། སྒོ་དང་པོ་ནས་རང། སྒོ་ཐེམ་པ་ནས་དང་པོ་ནས་རང། དེ་ནས་བཀའ་བཞག་པ་ཡིན་ན། ཨ་ནུ་ང་ཚོ་ཕྱིས་སུ་གྲོས་ཚོགས་ནང་ལོགས་ལ་ག་རེ་བྱུང་པ་དེ་ལ་ང་ཚོ་སོ་སོ་འགན་འཁྱི་རྒྱུ་རོ། མ་རེད། གཞན་མེད་ན། དང་པོ་ནས་ང་ཚོ་གི་ལྷོད་ཡང་གུ་ཡང་བཞག་ཨ་ནུ་གྲོས་ཚོགས་ནང་ལོགས་ལ་སུ་ཡོང་ཡོང་འདྲ་བོ་ཅིག་བྱས་པ་ཡིན་ན་དེ་རྟག་པ་བསྡད་གི་མི་འདུག། ཨ་ནེ། དེ་ནང་ལོགས་ལ་ཟླ་གཅིག་ག་རེ་བཀོད་འདུག་ལབ་པ་ཡིན་ནའང། ཨ་ནེ། བོད་མི་སྒྲིག་འཛུགས་ཀྱི་ལས་བྱེད་མ་ཡིན་པ་བོད་མི་སྒྲིག་འཛུགས་ཀྱི་ལས་བྱེད། ཅེས་པ་ལ་ན་དེ་ནི་ལས་རྗེས་ལ་ན་ག་འདྲས་རེད་ལ་ཡ་དེ་དེ་དེ་དེ་ཞར་ཞུ་རོགས་ཨ་ནི་བདུན་པ་དེ་བོད་མིས་ཁེ་ཕན་ཀུ་ཨ་ལོ་བོད་མིས་ཁེ་ཕན་ལ་གནོད་གཞི་རྒྱག་སྐབས་གནོད་གཞི་གནོད་གཞི་རྒྱག་སྐབས་གཞན་གྱི་ལས་དོན་དང་གོ་གནས་དངུལ།

ལུང་པ་གཞན་གྱིས་ད་ཆེད་དུ་མ་བླངས་པ་བྱས། ང་རང་ཚོ་རང་བོད་པས་ཀྱི་ཨ་ནི། རྩ་དོན་འདི་གལ་ཆེ་ཡ་བརྩི་ཡ་དང་ཨ་ནི། ཁ་ལོག་རེ་དངུལ་དང་དེ་འདྲས་ཀྱི་སྒང་ལ་ཨ་ནི། ཁ་ལོག་རེ་རྙོག་དྲ་མེད་རྒྱུ་དང་ཨ་ནི། རྐང་ཚུགས་ནི་དེ་ལ་ཁེ་ཕན་ལས་འགའ

ཚོགས་གཞོན་ཡིན་ལ་ནི་འགན་ཁྱི་ཚ་བའི་རྗེས་ཡ་ལ་དེ་ལ་ལན་ཅི་ཡས་རྒྱག་གི་ཡོའོ་མ་རེད་མོ་གོ་བ་ག་བ་ག་ས་མི་གཞན་པད་ཀྱི་རྒྱ་ཁབ་ནང་ལོག་ལ་བོད་པ་གི་མིང་འདི་བཅུག་ང་རང་ཚོ་བླ་ན་མེད་པའི་དབུ་ཁྲིད་གི་མི་མཚན་ཅིག་དེ་ནང་ལོག་ལ་བཅུག་བྱས་ནས་ཨ་ནི་རྙོག་དྲ་དེ་བསླང་ཡག་བྱས་ཨ་ནི་བཞུགས་ས་སོ་སོ་སྒོ་གང་སླེ་གི་འདུག་ལ་དེ་གང་ལ་ཨ་ནི་བོད་མི་མང་མཉམ་དུ་བླན་ཆགས་ནས་ཨ་ནི་འདུག་བཞིན་བསྡད་པ་ཡིན་ན་ཏག་ཏག་བསྡད་གི་མི་འདུག་དེ་ལ་འགན་ཁྱི་མེད་ན་ཨ་ནི་ང་རང་ཚོ་གི་ཨ་ནི་སྤྱི་འཐུས་གི་གང་ལ

ཨོ། དེ་འདི་ག་ལ་ངས་བྱེད་ཞུ་ཡ་ཡིན། ཨ་འདི་ལྟ་སྙམ་དུ་ང་རང་ཚོ་མི་མང་གི་ཡིན་པ་ཡིན་ནས་ཡང། ཁྱེད་རང་ཚོ་གས་ལས་འགན་ཅིག་ག་རེ་ཡོད་རེད་ལབ་པ་ཡིན་ན། ཁྱེད་རང་ཚོ་གིས་འདི་དང་འདི་འདྲ་བའི་གི་སྐད་ཆ་དེ་ཚོ་གང་ག་ཨ་ནི་དབུས་འོས་བསྡུ་ལྷན་ཁང་ལ་འབྲེལ་བ་བྱས་ནས་དེ་ཚོ་སྙན་ཞུ་ཅིག་ཡ་རྒྱག་དགོས་ཡ་འདི་དཔེ་གལ་ཆེན་པོ་ཆགས་ཀོ་རེད། དེ་མ་བྱས་ན་ཨ་ནི། ནམ་ཞག་རྒྱུན་དུ་ནས་ང་རང་ཚོ་གི་སྤྱི་ཚོགས་དེ་རྙོག་པ་དྲག་ཅིག་ཆགས་ཆགས་བ་མ་ཟད་དེ་ག་རྙོག་པ་ག་ལ་རྙོག་པ་རྙོག་པ་ག་ལ་རྙོག་པ་བཟོས་ནས་ཆོས་བཅས་ཡོད་མ་རེད་དེ་ཡིན་ཙང་ང་རང་ཚོ་དང་པོ་ནས་ཟོན་བྱས་པ་ཡིན་ན་ང་རང་ཚོ་སྒོ་ཡ་བཙུགས་དུས་ནས་རང basic ནས་རང་ང་ཚོ་གི་གཙང་མ་བཟོས་པ་ཡིན་ན་ཨ་ནི་ཞུགས་ཚགས་རེ་ང་ལ་དུས་སྐབས་ལ་ཨ་ནི་གྲོས་ཚོགས་ནང་སླེབས་ཚར་ནས་ཨ་ནི་ཀྲེ་པོ་རྡུང་ཡ་ར་བོ་དང་ཨ་ནི་གྲོས་ཚོགས་ནང་སླེབས་ཚར་དུས་སྐབས་ལ་སོ་སོ་མྱང་གི་འདུག་ལ་དུས་སྐབས་ལ་ཨ་ནི་ཡ་ནི་ཡ་བླ་མ་དང་ཨ་ནི་སྲུང་མ་དང་གང་གང་ལ་ཨ་ནི་ལག་པ་གཟིམས་ནས་རྐང་པ་གཟིམས་ནས་ཐེངས་ཐེངས་མོ་གོ་བ་བྱས་དང་པོ་ནས་རང་ང་ཚོ་ཡག་པོ་བྱིན་འགྲོ་བ་ཡིན་ན་དེ་ཏག་ཏག་བསྡད་གི་ཡོད་རེད་ལ་ངས་འདི་གཅིག་ཞུ་ཡ་ཡིན་ཨ་ནི་དེ་ག་གཅིག་པུ་ཚད་གི་མ་རེད། དམིགས་བསལ་གྱིས་ང་རང་ཚོ་སྤྱི་ཚོགས་ནང་ལོགས་ལ་ཨ་ནེ་ང་ཚོ་བལ་བོད་ཀྱི་ཁ་རེ་བ་ཁ་གི་ལ་བ་གཅིག་པོ་རེད་མ་གཏོགས་ཁོ་ཚོ་ག་ཡིས་བྱེད་ཀྱི་མ་རེད་ལ་ནི་ཨ་ནེ་མ་ཤ་བ་བྱས། ཨ་ནི་ཁ་ཅིག་གིས་ཨ་ནི་ང་ཚོ་སྤྱི་ཚོགས་ནང་ལོགས་ལ་ད་ཨ་ད། ཁ་ལོ་རེད་ཁ་ལོ་བོར་ལ་ན། ཁོ་རང་ཚོ་གཞུང་ནས་ཁ་བཙང་བཙུགས་ཀྱི་ཡིན་ལ་དེ་ག་ལ་དེ་ག་རེ་ལ་ག་རེ་ཆགས་འོག་ལ་དེ་ག་ལ་ང་ཚོ་ལ་གནོད་ཤུགས་ཆེན་པོ་ཅིག་སླེབས་འོང། གནོད་ཤུགས་ཆེན་པོ་དེ་ག་རེ་ལ་བ་ཡིན་ན་ང་རང་ཚོ་གི་བོད་མི་སྒྲིག་འཛུགས་འོག་ལ་ཨ་ནེ་ཁ་གཏད་བཅག་ཡག་གི་བསམ་བློ་ཅིག་ཡོད་པའི་གི་རྟགས་ཅིག་སྟོན་གི་ཡོད། ཨ་ནི་དེ་དང་དེ་འདྲ་བོ་དེ་ཚོ་ཨ་ནི་ང་རང་ཚོ་གི་སྤྱི་མཐུས་ཀྱི་ཞབས་བཀྱག་ཁང་ལ་ལངས་ཡས་མཐུས་ཡས་ཀྱི་དཔག་ཚོད་དང་དེང་ཚོད་ལ་ཡོད་ར་བས་ཨ་ནི་དེ་ག་ནང་བཞིན་གྱི་ང་ཚོ་གི་སྲིད་སྐྱོང་གི་དཔག་ཚོད་དང་དེང་ཚོད་ལ་ལངས་ཡས་ཀྱི་དེ་ཡོད་ར་བས་ཨ་དེང་ཆ་གང་ལངས་ཡས་ཀྱི་དཔག་ཚོད་དང་དེང་ཚོད་ཡོད་ར་བས་དེ་འདྲ་ལ་ང་ཚོ་གི་ཡིད་ཆེས་བྱེད་ཆོག་གོ་ར་བས་ལ་སྐད་ཆ་གཅིག་བསྡད་ཆག་གོ་དེ་ཚོ་གང་ག་ཉན་ག་འཇིགས་པོ་གི་སྐད་ཆ་ར་འདི་གང་ག་ལོ་བཞི་དེ་ནང་ལོགས་ལ་ངས་གི་ཤེས་བསྡད་བའི་ནང་ལོགས་ལ་ང་རང་གི་དེ་མཐོང་ཡོད་དུས་གང་ལ་ཨ་ཏི་ང་སེམས་འཚབ་ཞུ་ཞེས་ཤར་སོང་ཨ་ནི་དེ་ངས་དངོས་གནས་ང་ཚོ་བོད་བོད་རིགས་སྤུན་ཟླ་ཚང་མ་ལ་ཨ་ནི་ཕྱི་རྒྱལ་ཡུལ་གྲུ་ཁག་དང་ཨ་ནི་ག་བ་ག་ས་ལ་ཡོད་ངེས་ཚང་མ་ལོ་ལ་རྒྱ་གར་བོད་ཡུལ་གྲུ་གསུམ་དེ་དེ་ཚང་མ་ལ་ཡོད་པའི་གི་བོད་མི་མང་ལ་ཕན་ཅིག་ཐོག་ན་བསམ་ནས་ངས་གི་དེ་གང་ལ་ཨ་ནི་ངས་ཁྱེད་རང་ཚོ་ལ awareness ཅིག་སྤྲོད་ཀྱི་ཡོད་ཨ་ནི awareness ལས་དེ་ག་རེ་ལ་བ་ཡིན་ན་ག་དུས་ཡིན་ནས་ངས་ལིག་ངས་གླས་ཡོད་འདི་གང་ལ་དང་པོ་ནི་ང་ཚོ་གི་སྒོ་ཡག་པོ་ཅིག་ཚུགས་ནས་འདི་གང་ག་བྱས་པ་ཡིན་ན་ང་ཚོ་ཞུགས་ཞུགས་རྩ་རི་མོ་དེ་ང་ཚོ་འདི་གང་ག་སྒོ་བཀྲངས་ནས་སྒོ་ན་ཨ་ནི་གཅིག་གི་གཅིག་ལ་སྡུག་ཅག་ལབ་གཉིས་ལབ་བཅས་ཨ་ནི་སྤྱི་ཚོགས་གང་ག་སྨ་རང་སྤི་འདི་འདྲ་བྱས་དགོས་ཆ་དགོས་འོ་མ་རེད་དང་པོ་ན་མ་ནི་སྤུ་བཏོགས་ནས་བཞག་པ་ཡིན་ན་ཨ་ནི་སྒྲིག་གཞི་འདི་གི་གང་ལ་སྒྲིག་གཞི་འགྲོ་དང་འགྲོ་བ་མཉམ་དོ་འདི་གང་ལ་ང་ཚོ་གི་ཨ་ནི

འོ་དེ་འདྲས་མ་གཏོགས་གཞན་ད་གཟ་བཟས་སྤྱི་ཚོགས་ནང་ལོགས་ལ་ཁ་ཡོད་ལབ་པ་ཙམ་ལ་ག་བ་ག་ས་ལ་ཁ་མག་རྒྱ་འགྱ་བས་འགྲོ་བ་ཡིན་ན་སྙེ་མ་ལས་མོ་རང་གི་ཨ་ནེ་དགོངས་དག་ཅིག་ཞུས་ཚར་བཞག་ད་རི་ཡང་རྒྱ་ཅིག་ཨེ་རེད་དགོངས་དག་ཞུས་པ་ཡིན་ན་ང་དགོངས་དག་བ་དོ་བསྡད་ཀྱི་མེད་ད་ལ་ནི་འདི་ཏག་ཏག་བསྡད་ཀྱི་མ་རེད་ད་ག་ལ་ན་དེ་འདྲས་ཀྱི་རྩ་བ་གཉིས་ནི་ཡག་པོ་མི་འདུག་ཨ་ནེ་མོ་དང་མོ་འདྲ་བོ་ཅིག་ཡིན་པ་ཡིན་ན་བད་ཀོ་ར་འོས་བསླུ་ཡ་མེད་བ་བྱས་ཨ་ནེ་འདི་མོ་ལ་ཁྲིམས་འདི་མོ་ག་ལ་ཡི་འདི་བཞག་རོ་བྱས་ར།

ཁོག་པ་ནང་ཐར་གྱི་ཡོད་པ་ན་ཞེས་སྐད་ཆ་ཅིག་བཤད་ཡོད་འདི་ག་ལ་ང་ཁོ་ལ་ཡག་པོ་ཕྱི་ནས་ངོ་ཡང་ཤེས་ཀྱི་མེད། དེ་འདྲས་ཡིན་ཚར་རྗེས་ལ་ཁོས་ཀྱིས་ང་མ་བི་མ་ན་ཡིན་པ་དེ་ག་འདྲས་ཧ་གོ་སོང་ལ་ནི་ངས་ཁོ་ལ་དཔང་རྟགས་སློང་གི་ཡོད་དེ་འདྲའི་དཔང་རྟགས་མེད་པ་ཡིན་ན། ཨ་ནི། མི་ཁྱེད་རང། མི་ཁོ་འདྲ་བོ་ཅིག་ལ་ཡིན་པ་ཡིན་ནས་ད་རིང་འོད་ནང་ལོགས་ལ་འོད་བླུགས་མ་བཅུག་ཡག་གི། ག་ལ་འོ་རེད་ད་ཁྲིམས་འདྲ་བོ་ཅིག་ཡོད་པ་ཡིན་ན་ཁྲིམས་དེ་ཁོ་གང་ལ་ཡང་བཟོ་རོགས་བྱེད་མ་གཏོགས། ཁོས་ཀྱིས་དེ་འདྲས་བཤད་པ་ཡིན་ན་ཏག་ཏག་བསྡད་ཀྱི་མ་རེད། རོ་ཨ།

དེ་ཚང་མ་ཡིན་གྱི་ཡིན་གྱི་ལ། ད་ད་རིང་གི་ཉིན་མོ་ལ་ཁོས་གིས་ང་ལ་སྡུག་བྱས་ནས་ཅར་ལེན་བྱེད་ཀྱི་ཡོད་ང་ལ་ཨ་ནི་ཁ་བརྡའི་བཅག་གི་ཡོད་བསམ་པ་ཡིན་ན་དེ་ཁ་བརྡའི་བཅག་སྟངས་དེ་ཨ་ནི Personal Attack མ་རེད་པས། ཨ་ནི་དེ་དང་དེ་འདྲ་བོ་ཞིག་གིས་ཨ་ནི་ཁོ་རང་ལ་ཡིན་པ་ཡིན་ནས་འོས་བླུ་ཡ་མེད་པས་ཀྱི་ཨ་ནི་ཁྲིམས་དེ་ཁོ་གང་ལ་སྦྱར་རོགས་བྱས་ལ་ནི་ངས་དེ་ཅི་ཞུ་བ་འཐེན་གྱི་ཡོད། ཨ་ནི་ད་ག་གཅིག་པུ་ཚད་གི་མ་རེད། ང་ང་རང་འདྲ་བོ་ཞིག་ཡིན་པ་ཡིན་ན་ངས་ད་ལྟ་བར་དུ་སྤྱི་ཚོགས་ནང་ལ་ངས་ཟླ་མགོ་ད་རིང་སྤྱི་འཐུས་ལ་ལངས་ཀྱི་ཡིན་ལབ་པ་ཙམ་མིན་པ་དེ་གི་ངེད་ལ་ངས་ག་རེ་དང་ག་རེ་བཤད་པའི་ཚང་མ་ལ་ང་དཔང་རྟགས་དང་བཅས་པའི་ང་སྟོན་ཡ་ཡོད་རོ། ཨཱ་ནི་ང་ཕྱི་དོན་རྩ་བ་གཉིས་ནི་མེད། ངས་ག་རེ་དང་ག་རེ་བཤད་པ་གང་ལ་ང་དཔང་རྟགས་དང་མཉམ་དུ་སྟོན་ཡ་ཡོད། ཨཱ་ནི་འདི་འདི་གང་ལ་ཨཱ་ནི་ཁྲིམས་ཀྱི་ཡོད་རེད་ལབ་ན་ཁོ་ཚོ་ལ་ཡོད་པ་ནང་བཞིན་ཁྲིམས་ང་ལ་ཡོད་ཀྱི་རེད་ང་ལ་སྦྱར་རོ་སྦྱར་གྱི་ཡིན་ལབ་པ་ཡིན་ན་སྦྱར་རོ་གྱིས། ཁར་ས་ང་ལ་དགོས་པ་སྤུ་ཙམ་མེད་ལ་ནི། རོ། དེ་འདྲས་ཡིན། མ་གཏོགས་གཞན། ད་ག། སྤྱི་ཚོགས་ནང་ལོགས་ལ། འདྲ་མི་སྣ་ཚོགས་ཀྱིས་བཤད་ནས་འགྲོ་བསྡད་མཁན་དེ་ཚོ། ང་ཚོ། སྤྱི་འཐུས། ཀྱི་འོས་གང་ལ་ལངས་ཡ་ལས་ང་ཚོ། ཚེར་ཡས་བྱོས་ཨ་ག་ལ་ན། པར་བཀང་ལ་ག་འཇུག་མ་འཇུག་བྲིས། མི་གི་བུ་མོ་གི་མི་ཚེ། གཞན་ནི་སྐྱེལ་རྒྱུར་གདའ། ང་ཚོ་ལོ་བཞི་བཅུ་ཞེ་གྲངས་སླེབས་པ་ཡིན་ནས་ང་ཚོ་མི་ཚེ་སྐྱལ་རྒྱུ་ལྷག་ཡོར་གདའ། ང་ཚོ་ལས་ནང་མི་ཡོར་གདའ། དེ་ཡིན་དུས་གང་ལ་ཁོ་རང་ཚོ་གང་ག་སྤྱི་ཚོགས་ནང་འཁྲུལ་པའི་ཡིན་ན་ཏག་ཏག་བསྡད་ཀྱི་མི་འདུག་དེ་ཡིན་ཙང་ང་ཚོ་དེ་འདྲའི་ང་རང་ཚོ་གི་སྤྱི་ཚོགས་ནང་ལོགས་ལ་སྤྱི་པའི་གི་གང་ལ་ལས་ཀ་ལས་ངན་སུ་དང་སུ་འདྲ་བོ་ཅིག་ཡིན་པ་ཡིན་ན་ལས་ཀ་ལས་ཚར་བའི་རྗེས་ལ་ཡར་ལངས་ཚར་བའི་རྗེས་ལ་ནང་ངན་དེ་འདྲའི་རྫུན་མ་ཅིག་ཡིན་པ་ཡིན་ན་ཏག་ཏག་བསྡད་ཀྱི་མི་འདུག་དེ་ཚོ་གང་ག་གཙང་མ་གཙང་རྐྱང་འཁོད་དགོས་ཀྱི་ཡོད་ལ་ནི་ཨ་ནི་མི་ལ། ཕན་མ་ཐོག་ནས་གནོད་མ་སྐྱེལ་ལ་ཡ་ཇི་ཡོག་རེད་དེ་འདྲས་ཡིན་དུས་གང་ལ་ཨ་ནི་ཕན་ཐོག་ཐུག་གི་མི་འདུག་ཁྱོད་རང་མིས་བརྟག་ཐུག་གི་མི་འདུག་ཨ་ནི་མི་ག་ཤེད་ཅིག་གིས་ཨ་ནི་ཕྲག་དོག་ལང་གི་འདུག་ལ་ནི་ཨ་ནི་མི་བུ་མོ་ལ་ཞྭ་ལ་ནག་པོ་རྒྱབ་པ་ཡིན་ན་ཏག་ཏག་དེའི་མར་དྭགས་ལ་ནི་འོ་དེ་ཇི་ཞུ་ཡ་ཡིན་ཨ་ནི་དེ་འདྲས་ཡིན་དུས་གང་ལ་ཨ་ངའི་སྤྱི་ཚོགས་ནང་ལོགས་ལ་གོ་བ་ཕ་ཆེ་ཕ་ཆེ་ངས་གཙང་མ་ཅིག་རྒྱག་ཡིན་བསམ་གི་འདུག་ཨ་ནི་ག་ལ་འོ་རེད་ཨ་མདའ། ཁོ་བོའི་མིང་གར་ས། མགོན་པོ་དོན་གྲུབ་ས། TYC གི་སྙན་མག་གི་ཚོགས་གཙོ་དེ། མགོན་པོ་དོན་གྲུབ་ཁོ་རང་ཡིན་པ་ཡིན་ན་རེད། ཀུན་དགའ་འཕྲིན་ལས་ཁྱོད་རང་ཡིན་པ་ཡིན་ན་རེད། ཨཅཱརྱ་ཡེ་ཤེས་ཕུན་ཚོགས་ཁྱོད་རང་ཡིན་པ་ཡིན་ན་རེད། བསོད་ནམས་ཨ་ནུ་ཐང་ཁྱོད་རང་ཡིན་པ་ཡིན་ན་རེད། འཇམ་དབྱངས་རོ་ཅག་ཁྱོད་རང་ཚོ་ཡིན་པ་ཡིན་ན་རེད། སུ་དང་སུ་སྤྱི་འཐུས་ལ་ལངས་ཀྱི་ཡོད་པ་ཡིན་ན། ཨ་ལེ་དང་པོ་ཁྱོད་རང་ཚོ་གི་སོ་སོ་གི Stand དེ་གཙང་མ་བཟོ་དགོས་དེ་དཔེ་གལ་ཆེན་པོ་རེད། ང་ཚོ། བོད་པའི་དགེ། སྤྱི་འཐུས་ཀྱི། འོས་གང་ལ་ཡ། ལངས་ངེས་དེ་ཚོ་སུ། སུ་འདྲ་པོ་ཅིག་གོ་གོ་བར་ལགས་ན། ང་ཚོ་དབུ་མའི་ལམ་གྱི་ལྟ་བ་ལོངས་ཕྱོགས་གང་ལ་འགྲོ་ངེས་ཅིག་དང། དེ་ལ་གུས་བརྩི་བྱེད་ཤེས་ངེས་ཅིག། སོ་སོ་གི་ལྟ་བ་དེ་ག་རེ་དེ་ག་རེ་ཡིན་པ་ཡིན་ན་ཡང། བོད་མིའི་སྒྲིག་འཛུགས་ཀྱི། ཞབས་རྒྱ་གང་ལ་ལངས་ཚར་བའི་རྗེས་ལ་དབུ་མའི་ལམ་གྱི་གང་ལ།

ཕྱོགས་གཅིག་ནས་དེ། ཞབས་བཀྱག་གང་ལ་སླེ་ཡ་དེ་ཁོ་རང་ཚོ་གི་གོ་སྐབས་ཟིན་ག་སླེ་སྐྱོག་ན་ཤི་བྱས་མཐོང་གི་འདུག་དེ་ཡིན་དུས་གང་ལ། ཨ་དེ་ཚོ་གང་ག་གཙང་མ། སྒོ་ཚུ། སྒོ་ཚུ་ཡ་ལ་གཙང་མ་ཅིག་ཡིན་གཅིག་མིན་གཅིག་བཟོས་དགོས་ཀྱི་འདུག་ས་ལ་ངས་འདི་གཅིག་ཞུ་ཡ་ཡིན། ཨ་ནི། ཁོ་རང་ཚོ་ཨ་མདའ་ངའི་མིང་འགྲོ་འགྱོ་དེ་ཁོ་རང་ཚོ་འགྲོ་གི་ཅིག་ཡོད་ནའི་ཁོ་རང་ཚོ་ལ་ད་རིང་གི་ཉིན་མོ་འདི་ལ་གོ་སྐབས་རེད། ཁྱོད་རང་ཚོ་མ་དོན་ནས་སྤྱི་ཚོགས་ནང་ལོགས་ལ་གཙང་བཤེར་གཏང་ཡག་དང་སོ་སོ་གི་སྒང་ལ་ནག་ཉེས་ཡོད་ཨ་མི་སྤྱི་ཚོགས་ནང་ལ་མི་མང་པོ་ཅིག་གིས་བཤད་གི་འདུག་ལབ་པ་ཡིན་ན་ཨ་དེ་ག་འདྲེ་དང་ག་འདྲེ་ཡིན་དང་མེད་ལ་ནི་ཨ་མདའ་ངས་བཤད་པ་ན་ཤི་ང་གི་ད་ལྟ་བར་དུ་བཤད་བྱ་རྒྱོ་གང་ག་ལ་ང་ལ་དཔང་རྟགས་ཡོད་དཔང་རྟགས་མེད་པའི་ཅི་བཤད་མེད་དེ་འདྲེ་ལ་དུས་གང་ལ་དེ་ཚོ་གང་ག་གཙང་མ་བཟོས་དཔེ་གལ་ཆེན་པོ་རེད་འོང་དེ་དང་མཉམ་དུ་ངས་ཐུགས་གཅིག་ག་རེ་རྒྱག་གིན་ལ་ན་སྙེ་མ་དེ་ག་ས་འདོད་འདོད་ཀྱི་སྤྱི་འཐུས་ནང་ལོགས་ལ་ཨ་མདའ་དེ་ག་ས་ཆོམ་པོ་ཐུབ་བསྟན་ལ་ངས་ཁོ་རང་འདྲ་པོ་ཅིག་ཡིན་པ་ཡིན་ནའི་ད། ཁོ་རང་གི་སྐུ་གུ་ཡིག་ཚང་གི་དཔེ་ཆ་ཟ་ཡོད་རེད་ལས་ད་འོ་ཨ་ནི་རྒྱ་བོ་རིན་པོ་ཆེ་གི་སྐུ་གུ་ཡིག་ཚང་ལ་ཁོ་རང་སྙེ་མ་ལས་ཀ་བྱེད་དུས་གང་ལ་ཁོ་རང་གི་དཔེ་ཆ་མང་པོ་ཞིག་ཟ་ཡོད་རེད་ལ་དུས་གང་ལ་ད་སྐུ་གུ་ཡིག་ཚང་གི་ཁོ་རང་ཁོ་རང་ལ་ཁྲིམས་ལ་གཏུགས་ཡོད་ན་ལས་དྲི་བ་ཡིན་རོ། དེ་ཡིན་དུས་གང་ལ་སྐུ་གུ་ཡིག་ཚང་གི་ཁོ་ལ་ཁྲིམས་གཏུགས་ཐུབ་ཀྱི་མི་འདུག་ན་ཨ་ནི་ཁྲིམས་ཐོག་གི་སྒང་ནས་ཁོ་ལ་ངེས་པ་ཆེན་པོ་ཡོད་པ་དེ་ང་ཚོ་ཧ་གོ་གི་མ་རོ། སོ་སྤྱི་ཚོགས་ནང་ལ་དེ་མཆོད་འབུལ་ཐུབ་བསྟན་གྱིས་ཨ་ནི་སྐུ་གུ་ཡིག་ཚང་གི་ནས་རྒྱ་བོ་རིན་པོ་ཆེ་གི་དཔེ་ཆ་ཟ་རེད་ལས་དེ་ཡོངས་གྲགས་རེད། དེ་འདྲའི་དགྲ་བོ་གི་ཡོངས་གྲགས་དེ་ང་ཚོ་ལ་གོ་ཡ་མི་འདུག་མ་འོངས་པ་ནས་དེ་ཡིན་ཙང་སྔ་ས་ནས་དང་པོ་ནས་རང་ང་ཚོ་འདི་ཚོ་གཙང་མ་བཟོ་ཐུབ་ན་ཨ་ར་ང་ཚོ་ཕྱིས་སུ་ཨ་ནི་སྤྱི་ཚོགས་ནང་ལ་མི་མང་པོ་གི་སྐད་ཆ་མང་པོ་དེ་འདྲ་བཤད་ཡོང་གི་མ་རོ་ཨཱས་ལ་ནི་ངས་འདི་ཅིག་ཞུ་ཡ་ཡིན་ཨ་འདི་དེ་ངས་ཚང་མ་ལོ་ལ་གཙང་མ་ཆགས་ཡོང་བའི་རེ་བ་ཡོད་གང་མང་མང་བཀྲམ་རོགས་གནང་ཨ་ནི་སང་ཉིན་ན་ངའི་སྡེ་བ་ནིའུ་ཡོག་ནིའུ་ཇེར་སི་ལ་ཨ་ནི་དབུས་འོས་བསྡུ་ལས་ཁང་ནས་ཨ་ནི་ག་ལ་འོ་རེད་རྒྱུན་ལས་ཅིག་ཕེབས་ཡོང་རེད་ཨ་ནི་ཁོ་རང་གི་གསུང་བཤད་ཡིན་ན་ཅིག་གནང་གི་རེད་ས་དེ་ཉིན་མོ་དེ་ག་དུས་ཡིན་ནའང་ཧ་གོ་མ་སོང

ཨ་སྤྱི་ཚོགས་ནང་ལ་ཁ་མང་རྒྱ་ཡང་ཉུང་ཟེར་ཆོག་གི་རེད་ག་ལ་ན་སྤྱི་ཚོགས་ནང་ལ་སྐད་ཆ་འདི་དང་འདི་འདྲ་བོ་ཞིག་གླེགས་ཀི་འདུག་འུར་སྒྲ་འདི་ནས་བཀྱགས་ནས་ཕག་གཡུག་གི་འདུག་ཕ་གས་བཀྱགས་ནས་ཚུར་གཡུག་གི་འདུག་ལབ་པ་ཡིན་ན་དེ་གང་ག་བྱེད་ངེས་ང་རང་ཚོ་གི་མི་མང་ཆགས་བསྡད་དུས་གང་ལ་ཨ་སྤྱི་ཚོགས་ནང་ལ་ད་དགོངས་དག་མཚན་ལ་གཉིད་ཁུག་གི་མི་འདུག་ཉིན་ལ་ཨ་ནི་གྲོགས་པོ་རྟོགས་གི་མི་འདུག་ལབ་པ་ཡིན་ན་དེ་གང་ག་བཟོ་ངེས་ང་རང་ཚོ་ཆགས་འོར་དེ་བྱས་ནས་སོ་སོ་གི་སྡུག་བསྔལ་དང་དཀའ་ངལ་གང་ག་བཟོ་ངེས་མི་དང་མི་ཁོ་རང་རང་རེད་མ་གཏོགས་གཞན་པ་གི་བཟོ་གི་ཡོག་མ་རེད་ལབ་དགོས་ཀི་རྒྱུ་བ་རྒྱུ་མཚན་དེ་དལ་ཐུག་གི་ཡོག་རེད་ད་མི་མང། དེ་བྱས་ནས་དེ་ཚོ་གང་དགར་ལ་བསམ་བློ་ཡག་པོ་གཏོང་རོགས་བྱས། ཨ་ནི་བོད་ཡིག་ཡག་པོ་དང་བོད་སྐད་ཡག་པོ་བཤད་ཤེས་མཁན་དེ་ཚོ་གིས་ཨ་ནི་དེ། ཁ་སང་འོས་བསྡུ་ལས་ཁག་གིས་ཨ་ནི། འོས་ཀྱི་ཨ་ནི་ཁྲིམས་སྒྲིག་ཁྲིམས་དང་སྒྲིག་གཞི་དང་མང་པོ་ཅིག་བཀོད་བཞག་ཨ་ནི་དེ་ཚོ་གང་དགར་ཁྱོད་རང་ཚོ་གི་བློ་ནས་དུས་ཚོད་བཏང་ནས་ཨ་ནི YouTube ནང་དོན་འདོན་གྱི་འདུག་དོན་ཚར་རྗེས་ལ་དེ་ཚོ་གང་དགར་མ་འགྲེལ་བཤད་རྒྱབ་ཐུབ་ན། ཧ་ལས་པ་ཡག་པོ་ཡོང་ས་རེད་ཕན་པོ་ཡོང་ས་རེད་མ་གཏོགས་སྤྱི་ཚོགས་ནང་ལ་ཁ་མང་རྐྱང་རྐྱང་རྒྱབ་ང་འོས་སུ་ལ་བླུག་གི་ཡིན་དང་སུ་ལ་བླུག་གི་མེད་ལ་ནི་དེ་ཚོ་གང་དགར་དཀྲོག་གཏམ་སྤེལ་ནས་ཆོ་ཡོད་མ་རེད་དེ་ལས་འོས་ལ། འོད་ཀྱི་སྒང་ལ་སླེ་ཐུ་ཡ་ལ། ག་རེ་དང་ག་རེ་འགོ་གི་འདུག། སྙེ་མ་དེ་འདྲ་བྱུང་བ་རེད་དེ་གཙང་མ་བཟོ་དགོས་ས་རེད་དམ་མ་རེད་དེ་ཚོ་གི་སྒང་ལ་ང་ཚོ་གི་ཀླད་པ་བསྒྲིམས་ནས། བཤད་པ་ཡིན་ན་ཡག་པོ་འདུག་མ་གཏོགས་བོད་སྐད་དང་བོད་ཡིག་ཡག་པོ་ཅང་ཅང་གིས་ཕན་ཐོག་གི་མི་འདུག་དུས་དང་མཉམ་དུ་མཉམ་དུ་ཀླད་པ་བསྒྲིམས་ཐུབ་ཀི་མེད་ན། བོད་སྐད་ཡག་པོ་དང་བོད་ཡིག་ཡག་པོ་གང་ག་འགྲེམས་སྟོན་ཁང་ནང་ལ་བཞག་ཡ་རེད་ད། ཧ་གོ་བཟོ་ཨ་ད་ག་ནང་ལའི་ཡིན་ཐུ་ཆེ་ན།